དེ་དེ་འདྲ་བཞིན་འོ་ན་དེ་བཅོམ་ལྡན་འདས་ཀྱི་ལུགས་ཀྱི་ནི་མི་གཅིག་གིས་དེ་ནས་བཅོམ་ལྡན་འདས་ལ་དེ་འདྲ་བཞིན་དེ་ཤར་ནུ་ཁོ་དེའི་འགྲམ་ལྕགས་གཞུང་ཡང་ཁོ་རང་བས། ཨོ་ཡ་དེ་ནས་བཅོམ་ལྡན་འདས་ལ་དད་པ་སྐྱེས་ནས། གང་མང་དུ་བྱུང་བས་སྐད་ཆ་དུ། ཨོ་ད་དེ་ནས་ད་ལུགས་ཀྱི་མོ་འགོར་འདི་ལུགས་ཀྱི་བཤད་ན་མ་བུ་འགོ་རུ། ད་ང་ནི་ར་རོ་དེ་གི་ན་བཞིན་དུ་ཅིག་སྐད་ཆ་མང་བོ་མང་བོ་མི་ཚར་རོགས་ནི་མི་བྱེད་དོ། ཅིག་ལབ་ན་ནི་ཡང་ཅིག་བཤམས་ལ་མ་ལབ་ན་ནི་ཁྱེད་ཚོ་སྐྱ་ར་བཙུགས་མ་ད་ཁྲོ་བོའི་མ་རེད། ཨོ་ཡ་ཅིག་ཁ་ས་རུ་མྱོང་ནས་མང་དུ་མང་དུ་མང་དུ་མང་དུ་ཞེས། དེ་ཚོ་རྒྱ་གར་ལས་ཁབ་ང་འདི་ནས་ཚར་རོགས་མི་བྱེད་འདུག་ཨ་དེར་ད་དེ་ལ་ལུར་དེ་ལ་ལུར་རྒྱུག་རིང་པོ་བྱོས་ད་དེ་གཡུག་ཤོག་ཡང་དེའི་ལུར་རྒྱུག་དེ་བཤད་པ་ཡིན་ནའང་ད་དེ་ཡིན་དུས་གང་ལ་མདོར་ན་མི་གཅིག་གིས་རང་ལ་སྐད་ཆ་སྟུག་ཅག་ཁ་ཐུག་བཤད་ན་ཡང་དེ་ལ་དེ་ནི་ཞེ་སྡང་མི་ལང་བ་ཨ་དེ་འདི་སྐྱེ་བ་སྔོན་མ་ང་ལ་ད་འདི་དེ་ནས་མི་ཤེས་མོང་པོ་བ་ང་དེ་ལྟ་བུ་སྐྱེ་བ་སྔོན་མ་ངའི་ཕ་མ་དང་ངའི་བཀའ་དྲིན་ཅན་དེ་འདྲ་རེད་ཟེར་བསམ་ནས། ད་རུང་དེ་ཁོ་ལ་ཡང་ད་རུང་དེ་ལས་སྔ་ལ་ཅིག་སྐྱོ་ངང་མི་འགས་པའི་ཚེ་སྡུག་ག་ཅིག་ལོབས་ཤོག་པ་ཟེར་ནས་ད་རང་གཅིག་ལབ་ཆོག་ལ་དེ་ནས་ཚེག་བར་ཟ་རྒྱུ་ཕར་ཞོག་ད་རུང་དེ་ལས་སྔ་ལ་ཅིག་ལབ་ན་ཡང་སེམས་ལ་དེ་ནས་ང་རང་ལྟོས་ན་ཞེ་སྡང་བའི་ངར་སྐྱབས་མེད་པ་གོ་རེ་སོང་རེ་བྱམས་པའི་སེམས་ཀྱིས་སླར་ཡང་དེ་གཉིས་ཀྱི་ཨ་ཙི་ཤ་ཚ་འདི་བདེ་བ་བྱུང་ན་བྱམས་པ་སེང་གེ་འདི་བདེ་བ་བྱུང་ན་བསམ་རྒྱུ་དེ་རེད། ཨ་ཨོ་ཡ་དེ་ནས་དཔེར་ན། ང་རང་ཚོ་བྱ་ཡིག་གི་བྱིས་ཕྲུག་སོ་བས་ན་བཞིན

འབར་རྫ་རྐུ་རུ་འབུམ་བརྒྱ་འདོན་མཁན་ཟེར་མཁན་ཁྲོ་བོ་མ་ནི་འབུམ་བརྒྱ་དྲིལ་ནི་འདོན་མཁན་ཡིན་ཟེར་མཁན་ཚོ་ཡིན་ན། དེ་ལྟ་སྟེ་དགེ་བ་ཆེན་པོ་ཅི་ཡོད་མ་རེད་དགེ་བ་དང་ཡོང་དང་ཡོང་གི་རེད་བ་དེ་སངས་རྒྱས་ཀྱི་གསུང་ཚང་མ་དགེ་བ་མེད་པ་དེ་ཅི་ཡིན་དེ། དགེ་བ་ཡོད་དེ་དགེ་བ་ཆེན་པོ་ཅིག་མི་འོང། གཞི་རྩ་དེ་བྱང་ཆུབ་སེམས་དེ་ལ་བརྟེན་ནས་དེ་ནས་འགྲོ་དགོས། དེ་ཡིན་དུས་གང་ལ་བྱང་ཆུབ་ཀྱི་སེམས་དང་མ་འབྲེལ་ན། ཅི་བྱས་ན་ཡང་ཆོས་རྣམ་དག་ཅིག་མི་འོང་རེད།

འགྲོ་མང་འདུས་པའི་དབུས་སུ་འགའ་ཞིག་གིས་ཚང་ནས་བྲུས་ཤིང་ཚིག་ངན་སྨྲ་ན་ཡང་དེ་ལ་དགེ་བས་ཤིག་གིས་འདུ་ཤེས་ཀྱིས་གུས་པར་འདོད་པ་རྒྱ་ཟིལ་ལགས་པ་ཡིན་ལ། འོ་ཡ་འགྲོ་མང་འདུས་པའི་དབུས་སུ་འགའ་ཞིག་གིས་ད་མི་མང་པོ་ཡོད་ས་དཔེར་ན་ཁྱེད་རང་ཚོ་འདི་བ་ཨ་ཛི་དང་ཛམ་དང་ཏི་ལི་འོད་ཐད་ཀྱི་མི་ཐམས་ཅད་འདི་ར་འཛོམས་འདི་བ་ཟེར་གྱིས་མི་མང་པོ་ཞིག་ནང་ལ་ལྐོག་ནས་མ་ལབ་པར་མི་མང་པོ་དང

ཁྱེད་རང་ཚོ་ཐམས་ཅད་ཡིན་ན་ཡང་ཨོ་ཡ་ཧ་གོ་མེད་ཚོ་རེད་འདི་མི་དེ་འདི་རེད་འདི་རེད་ཟེར་ནས་རྒྱབ་ཤོར་དགོས་ཀྱི་འདུག་རང་ལ་རང་སེམས་རང་ལ་ལྐོག་ཏུ་མ་རྒྱུག་བསམ་གནང་བ་ལྟ་ན་རང་རང་ལ་ངོ་ཚ་ཡ་ཧེ་དེ་རིང་ང་འདུག་བཞིན་འཇུག་གི་དེ་ག་བྱས་པས་ང་ད་འདི་འདྲ་བྱེད་རྒྱུ་ཅི་མེད་ཨང་བསམ་གི་རེད་བ། ཨོ་ཡ་ད་འདི་བསམ་རྒྱུ་དེ་རང་རང་མཚམས་རང་གིས་བཏོན་ན་མཁས་པ་རེད། ཨོ་ཡ་དེ་ཡིན་དུས་དང་ད་འདི་བཏོན་མཁན་མེད་རེད་ད་མི་གཅིག་གིས་བཏོན་བྱུང་ང་ལ་བར་མི་མང་པོ་རེད་ཁྱོད་གཅིག་གཅིག་མ་བྱས་བས་ཁྱོད་གཅིག་གཅིག་མ་རེད་བས་ཁྱོད་རྐུན་མ་མ་བཀོལ་བས་ཁྱོད་རྫུན་མ་འགེལ་བས་ད་འདང་ས་གནས་ད་ཀྱ་ལ་བཱ་སྐྲ་ལྟར་མ་བྱས་བས་ཟེར་མཁན་འདྲ་བོ་དེ་མཚམས་ལ་ན་དེ་ལྟར་ད་ནི་ཁོ་སྐྱོན་ཅན་ཙམ་སང་ཕོད་ཞེ་སྡང་མ་ལང་བ་བྱས་ནས་ཨ་ཙི་བསམ་ནས། ཨང། དེ་ལ་དགེ་བའི་བཤེས་ཀྱིས་དེ་བཞིན་གྱིས་སང་ཨ་ཙི་འདི་ངའི་རྩ་བའི་བླ་མ་ནང་བཞིན་རེད་དངོས་གནས་ང་ལ་མིག་སྟོན་མཁན་རེད་ང་ལ་བརྡ་སྤྲད་མཁན་རེད་ཟེར་བ་ནི་ངོ་མ་རྗེ་བཙུན་མི་ལ་ལ་མར་པ་ག་ཚོད་སྡུག་པོ་བཏང་འདུག་མི་མང་ཚོ་དེ་འོ་དེ་ནས་འོ་ཨང་འོ་དེ་ནས་ཁར་པར་འོ་འདི་གི་སྐུ་མདུན། མི་ལ་གི་མར་པ་གི་དེ་ནས་ཆོས་མང་དག་གི་ལོ་རྒྱུས་རིང་པོ་རེད་ཨང།

སྟབས་ཀྱིས་ནང་དུ་དྲངས། དེ་ནས་ཡུམ་བདག་མེད་མ་གིས་ནང་ལ་གཡུལ་བྱས་པ་རེད། གཡུལ་དེ་གཡུལ་དྲུག་མར་དེ་ཡར་ལ་བབས་འདུག་ག་འདི་གཡུལ་གྱི་ག་ནས་བྱུང་ལབ་རེད། འདི་གཡུལ་དེ་ཡུམ་གྱི་ནང་དུ་ཡུམ་ཁོ་རང་ལབ་རེད། ཨ་ནང་དུ་ལབ། ཨ་ཤེ་ཨ་ཟེར་གྱིས་ཡུམ་བདག་མེད་པ་ཤོག་རེད་ཁྱོད་འདི་གཡུལ་གྱི་གང་བལྟས་ཟེར་ལབ་དེ་གང་འདི་འདི་ཁྱོད་ཀྱི་མ་ཡིན་ང་ང་རང་ཕམ་ཉེས་ཀྱི་ཡིན་ང་ང་རང་གྱ་འདི་སྙིང་རྗེ་ཨ་ཨོ་ཐུགས་ཆེན་པའི་བཀའ་ལས་འདི་འདྲ་ཞིག་འདུག།

དེ་འདྲ་བྱེད་འོང་རེད་ཟེར་ཏེ་མི་ལ་ད་རུང་དེ་འདྲ་བྱེད་ན་ཨ་ཙི། མར་པ་གིས་ངེད་ཡིད་སྐྱོན་ཐམས་ཅད་དང་ངེད་ལས་ངན་གྱི་སྡིག་སྒྲིབ་ཐམས་ཅད་དོར་ན་རེད་འོང་ཨང་བསམ་ནས་དེར་བསྡད་པ་ལྷག་པར་དུ་ཁྱེད་སྡིག་སྒྲིབ་ཆེན་པོ་དག་ལོན་གྱི་འདུག་ཚང་ཆུ་སེར་ཐི་སེར་མི་མང་པོ་འགྲམ་ལ། ལྐོག་ནས་རེ་རེ་བཞིན་རེ་ལབ་ན་ད་ཆ་སྐྱོན་གྱི་མ་རེད་པ་ལྐོག་ནས་ལབ་ན་ཚིག་པ་ཟ་ས་རེད་ང་ད་ཡིན་ན་ད་དེ་འདྲའི་ལམ་ཚིག་པ་ཟ་ས་རེད་མདོར་ན་མི་མང་པོ་འདུས་ས་ནང་ལ་དེ་ནས་དེ་འདྲ་བྱས་ན་ཡང་ད་དེ་ལ་ཨ་ཙི་རྒྱལ་པོས་བཤད་ངེས་རེད་རྗེ་བཙུན་མི་ལགས་ཀྱིས་མར་པ་གིས་དེ་ནས་ཁོ་ར་བཀའ་བཀྱོན་ནང་བཞིན་བྱས་ནས་དང་དུ་བླངས་ནས།

ང་རང་དཔེར་ན་ངའི་སློབ་མ་ཚོར་བཀའ་བཀྱོན་བཏང་གི་ཡིན་ན་ཁོ་ཚོ་མགུར་བཟས་ན་ཨ་མི་འདུག་ཡག་རང་མི་འགོང་པོ་འདུག་ཡག་རང་བླ་མ་གི་བཀའ་བཀྱོན་བཏོན་ན་གླིང་བུ་དཔེར་མིག་ཕུར་གི་འདུག་ཨ་ས་ཁོ་ལ་ཡག་པོ་རེད་ཟེར་ཟེར་གི་འདུག་ཅག་ཟེར་མཁན་མེད། ཕ་མ་གི་བུ་ཕྲུག་ལ་བཀའ་བཀྱོན་བཏོན་ན་དེ་འདྲ་ཅང་མི་འདུག་ཅག་ཀྱང་ཕ་མ་གི་བཀའ་བཀྱོན་བཏང་ན་ཕ་མ་གི་བཀའ་བཀྱོན་བཏང་བ་ཡིན་ཟེར། རང་ལ་བཟོ་མཁན་རང་སྐྱེ་མཁན་ཕ་མ་ག་ཡིན་ཕ་མ་གི་བཀའ་བཀྱོན་ཕ་མ་གིས་བརྡུང་ན་ཡང་དེ་བྱིན་རླབས་སྒྲོལ་བ་ཅན་མ་གཏོགས་དེ་འདུག་ཅག་དམེ་བསམ་རེད་ད་མི་འདུག་ཨ་ད་ཕ་མ་གི་བཀའ་བཀྱོན་བཏང་ན་ཁ་ལོག་འདུག་གི་བླ་མེད་ཀི་བཀའ་བཀྱོན་བཏང་ན་བླ་མ་ལ་ཁ་ལོག་ལག་ལོག་བྱེད་ཀི་དེ་འདུག་ཅག་རེད་བ་ད་འདིར་འདི་ཟེར་འདི་ད་ལྟ་ནི་དེ་ལ་དགེ་བའི་བཤེས་ཀྱི་འདུ་ཤེས་ཀྱིས་བསླབ་པས་རང་ལ་དེ་ནས་ཁོར་རྡུང་མཁན་དང་རང་ལ་ཚིག་ངན་སྡུག་ཅག་བརྒྱབ་ནས་མཚང་ནས་གྲོས་མཁན་ཐམས་ཅད་ཨ་ཡེ་གཉིས་འདི་ཕ་མ་ཡིན་ད་ད་ཕ་མ་ལ་སྒུར་བའི་སྐད་ཆ་རེད་ད་རང་ཚོ་འདི་ཚོ་ཕ་མ་ལ་སྒུར་མཁན་མི་འདུག་ཨ་ཡང་བླ་མ་ལ་སྒུར་བའི་སྐད་ཆ་རེད་བླ་མ་ལ་སྒུར་མཁན་མེད་འདི་ཚོ་ཐམས་ཅད་འོ་ཡུག་པས་བཞག་ནས་འོ་ཡ་ད་ཁོ་རང་ལ་སྡུག་ཅག་ག་ཚོད་བསླབ་ན་འདི་ངའི་བླ་མ་ནང་བཞིན་ཡིན་བསམ་པའི་འདུ་ཤེས་བཞག་ན་དགོས་ཨ་དེ་འདི་ངར་སྦར་སྦར་བཏང་ན་ངའི་ཕ་མ་ནང་བཞིན་ཡིན་བསམ་གྱི་ཡོད

སྔོན་གནས་ཀྱི། ཕ་མ་གི་བུ་ཕྲུག་ཡག་པོ་སྐྱེས་སྐྱེས་སྐྱེས་སྐྱེས་བུ་ཕྲུག་གི་ཆ་ནས་ཕ་མ་ལ་ཁ་མ་ཉེ་ཕུ་མ་བཟོ་རེ་བྱེད་ཕ་མ་སེམས་དཔའ་དམ་པོ་ཡོད། སྐྱེས་འདུས་རྐང་ལག་ལོག་འཇལ་རེ་བ་ཕ་ལ་ཡག་པོ་ག་དུས་རེད་ད་རུང་ཕ་མ་ལ་སྐོར་སྤེལ་སྡུག་ཅག་བྱེད་ཕ་མ་ལ་རྡུང་ཕ་མ་ལ་དེ་ནས་སེམས་གནོད་སྤུས་ཀྱི་ལས་ཀ་བྱེད་ན་དགྲ་གཅིག་གིས་གྲི་བཙུགས་རྒྱུགས་ལས་ཀྱང་སྤྲུ་གུ་གཅིག་གིས་ཚིག་ངན་ལབ་རྒྱུགས་ཏེ་སྡུག་ག་འོག་གསལ་ལ་ཕ་མ་ལ་ཕོག་ཐུག་བགྱིད་ཀྱི་འོས། བླ་མ་གིས་ལ་མི་གཞན་དག་གིས་ཚིག་གི་སྡུག་ཅག་རིགས་ལབ་ན་ཅང་མོ། རང་གི་སློབ་མ་གིས་དེ་ནི་བླ་མ་ལ་ཞྭ་ལོག་ཞུས། རང་གི་སློབ་མ་གིས་བླ་མ་ལ་དེ་ནི་ཁོར་ཁ་བཏང་ན། ཨོ་ད་དེ་དཔེ་མི་ཕོག་པ་ད་ང་དེ་ང་ཉམས་མྱོང་མ་འདུག་མི་གཞན་དག་གིས་སྡུག་ཅག་བྱས་འདི་ཅང་སྐྱོན་མེད་ང་རང་གི་དེ་བྱ་བ་ཚོ། ང་རང་གིས་དེ་ནི་ཁོར་འདི་ཀུན་སྤྱོད་དགོས་པ་འདི་ཁོར་ལོ་མཁན་པོ་ཚོ་ལ་དཔེ་ཆ་ལབ་ཆོད་ཡོད་དེ་ཚོ་ཐམས་ཅད་ང་ཚོ་དང་མི་མཐུན་པའི་གི་ལས་ཀ་ཅིག་སྐྲག་ཀྱག་ཀྱག་བྱས་ནས་ང་ཚོ་ལ་ཅིག་བདག་མེད་ད་ཅིག་དེ་དངོས་གནས་ཀྱི་སེམས་ནང་ལ་དཔེ་མི་བཟོད་པའི་སྡུག་བསྔལ་འདུག་ཨོ་ད་དེ་དེ་འོ་ཟེར་རེད་ངོ་དེ་ཡིན་དུས་ཁོ་ར་བ། དྲིན་ལན་ལོག་འཇལ་དེ་ལ་ང་རང་ཚོ་སེམས་མང་ཤོག་འདུག་གི་རེད་དེ་ལྟས་ཡིན་དུས་ཀ་ཁ་ཐེ་སོང་སྟེ་བདག་གིས་བུ་བཞིན་གཅེས་པར་བསྐྱངས་བའི་མིས་བདག་ལ་དགྲ་བཞིན་ལྟ་བར་བྱེད་ན་ཡང་ནད་ཀྱིས་བཏབ་པའི་བུ་ལ་མ་བཞིན་དུ་ལྷག་པར་བརྩེ་བ་རྒྱ་སེ་ལགས་ཡིན་ལ། འོ་ཡ་ད་རང་གིས་བུ་ནང་བཞིན་བསྐྱངས་ནས་ད་རང་གི་བུ་དེ་ག་འདྲས་བསྐྱངས་གི་རེད་དང་པོ་སྐྱེས་དུས་དཀའ་ལས་ཁག་པོ་འོ་ཡ་དེ་ནས་ཆུང་དུས་སོ་རྒྱུས་ཡ་རེད་དཀའ་ལས་ཁག་པོ་ཆེན་མོ་ཚར་ན་ཡོན་ཏན་བསླབ་རྒྱུ་དཀའ་ལས་དྲག་པོ་དེ་ནས་མནའ་མ་ལེན་རྒྱུ་དཀའ་ལས་དྲག་པོ། མནའ་མ་ལེན་ན་བུ་ཆུང་མི་སྐྱེ་བའི་སྡུག་བསྔལ་བུ་ཆུང་བླ་ན་མགོ་མི་ཐོན་པའི་སྡུག་བསྔལ་ད་དེ་འདྲ་མང་པོ་ཆེ་བུ་ཕྲུག་དེ་ལ་རང་གི་ཁ་ཡི་གེ་གཟིགས་ཁ་ནི་དྲུད་ནས་བལྟས་རྒྱབ་དེ་ནས་གོས་རྒྱབ་ནས་ནི་ཤུལ་ནས་བལྟས་མི་སྲིད་སྤུ་གུ་རྐྱང་གི་འོད་བ་འོ་སྤུ་གུ་ཚོ་གི་དེ་བླ་མ་ཚོ་གི་ཡང་སློབ་མ་ཚོ་ལ་ཆོས་མང་པོ་བཤད་དཀའ་ལས་མང་པོ་ད་ལྟའི་ལོ་རྒྱུས་མང་པོ་བཤད་ན་མགོ་ན་བ་བླ་མིག་གི་དེ་ནས་སློབ་མ་ལ་ཆོས་བཤད་པའི་དོན་དག་ལ་དཔེ་མིག་གི་དཀའ་བ་མང་པོ་ཆེ་སློབ་མིག་གི་དེ་ནས་གོ་ལ་བ་ལ་ང་རང་ཚོ་ད་དེ་འདྲ་བྱས་ཚར་བའི་རྗེས་སུ་ད་ཕྱི་ནང་ཟླ་དགུ་མཇུག་ལོག་ནས་དེ་མིས་སུ་གི་དེ་ཚུར་སྒུག་བྱ་བྱས་བྱུང་ན། བདག་གི་བུ་ཤིང་སྐྱེས་པར་བསྐྱངས་བའི་མིས་རང་གི་སྤུ་བོ་ནང་ཤིང་བསྐྱངས་ན་ཡག་པོ་བྱས་ཞེས་མིས་ཅིག་ཡོད་པ་ཡིན་ན། བདག་ལ་དགྲ་ཤིང་བལྟ་བར་བྱེད་ན་ཡང་ཕ་ལ་སྤུ་བོ་ནང་གཉིས་ཀྱང་ཚུར་ལ་དགྲ་ནང་ཞིག་བལྟས་ནས་གྲི་གཟུགས་སྨྱུག་གཟུགས་འོ་སྣོད་ཅི་ཐུབ་འོ་ཡ་དེ་ནས་ཁར་སྡུག་ཅག་ཅིག་ཅི་ཐུབ་ཅིག་ཁ་སྡུག་གི་སྡུག་ཅག་ལབ་གི་ཡོད་ན་ལབ། ཡ། ནས་ཀྱི་སྟབས་ཀྱི་བུ་ལ་མ་བཞིན་དུ་ལྷག་པར་བརྩེ་བ་རྒྱ་སེ་ལགས་ལ་ཡིན་ལ་རེད་ད་དེ་ལ་དཔེ་བཞག་ས་རང་ཆེ་མི་འདུག་ཕ་ལ་ག་ཚོད་ཡག་པོ་བྱས་ན་ཚུར་སྡུག་ཡོད་ཟེར་ལེ་ད་ད་དེ་ལ་ད་ཚར་ཆག་གོ་རེ་ཟེར་བ་རེད་ཡིན་ན་ཡང་ཨ་མ་གི་སྤུ་བུ་ནད་པ་ལ་ལྟ་མཁན་ཡོང་རེད་ད་སྤུ་བུ་ནད་པ་དེ་ཨ་མ་གི།